མི་ཡོད་རེད་བ། ཡིན་ན་ཡང། དེ་ནི་ང་ཚོ་གི་སོ་སོ་གི་སྤྱན་ལམ་ཡག་པོ་ཅིག་མ་ཤེས་ལ་བལྟས་ཚོད་ཅིག་དཀའ་ངལ་བལྟས་བསྡད་ཀྱི་འདུག། ད་ལྟ་ང་ཚོ་ལོ་སར་སྐབས་ལས་ཟ་མ་བེད་ལས་པའི་དཔེ་ཡག་པོ་ཡོད་ལ་རིགས་ཁག་མང་བ་འཐད་གསུངས། དེ་ནི་དཔེར་ན་བོད་ཀྱི་ནང་ཆུང་ཡོད་ཀྱི་རེད་དེ་མིན་ན་ཨ་ནེ། ཆུང་ཨ་རག་གཉིས་ན་ཚད་ལྡན་ཚོད་འདུམ་དེ་ཚད་ཉུང་ཉུང་ཅིག་འཐུང།

ག་རེ་ཡོད་ན་དེ་ཚོ་ཚང་མ་ཅི་ཡག་པོ་ཞིག་བེད་སྤྱོད་བཏང། ཉུང་ཉུང་ཞིག་ཟ། དེ་ནས་ད་རྒྱ་ཡུལ་ལ་འདི་ན་དུས་ཚད་དགའ་ཚ་ཟིག་གི་ཟ་མ་མང་པོ་ཇི་ཉོ་བེད་ལ་ཡོད་ཁུལ་འདི་ལ་ཟ་གི་འདུག་ཀྱེ། ཆུ་འདྲ་མི་འདྲ་དོ་དེ་ནས་ཀྱེ་ཞོ་རྒྱ་ཡུལ་ལ་དུས་ཚད་དགའ་ཚ་ཟིག་དེ་ཚོ་ཡག་ཁུལ་འདི་མང་པོ་ཟ་བསྡད་ཀྱི་འདུག་དེ་ཚད་མ་ཟ་མ་ཏོག་ལ

དེང་སང་མི་ཚང་མ་ཟ་རྒྱུ་ཡིན་གྱི་འཐུང་རྒྱུ་ཡིན་གྱི་ཆགས་ཚར་དུས་དེ་ཚོར་དགའ་པོ་ཡོད་བ་མ་རེད་གནས་ཤིང་མཁན་ཞིག་ལྟ་ན་ཨོ་ད་འདི་དུ་ཀ་ད་དུ་དངོས་གནས་ཁོ་ཚོ་སྤང་དགོས་ཉལ་སྟེགས་མེད་མཁན་ཨ་ནེ་ལྷོ་སོག་མེད་མཁན་དེ་འདྲ་ཅིག་རེད་ཤག་ད་འདི་འདྲ་གི་གད་སྙིགས་དེ་ཚོ་ཟ་དྲན་མི་ཚོ་ཧ་ལས་ཡག་འདྲ་པོ་ཅིག་ཆགས་གི་རེད་མ་གཏོགས་ཨོ་དེ་དཔེ་ཡག་པོ་རེད་དྲན་གི་མ་རེད་མ་གིས་ང་ཚོ་བོད་པ་ངས་ནི་ཨ་ནེ།

དེ་ནས་ལྗགས་ཀྱི་ལུང་པ་རྣམས་ལས། རིག་གནས་གཉིས་པ། ཕན་མ་ཐོགས་ཚེ་གད་སྙིགས་ཆགས་ཚར་ཏེ་བོད་ལ་འཁོད་འགྲོ་ལ་ཡང་བ་དཔེ་མ་གཟིགས་པ་གི་རིན་ཐང་ཆེན་པོ་ཅིག་བེད་སྤྱད་གཏོང་གི་འདུག་བ་དཔེ་ནང་ན་སྔ་མོ་གི་མ་ཚད་ངེས་པ་དགུན་ཚང་ཟེར་ཡ་འདྲ་རེད་ཡན་གོང་ཟེར་ཡ་འདྲ་བ་རྩིས་ཀྱི་ནང་བོད་ལ་ཡོད་བ་མ་རེད་ཨ་ནི་ལྗགས་ཡུལ་ལ་དེང་སང་ཕན་ཡོད་ཙམ་མེད་པ་ཆགས་ཚར་ཚེ་དེང་སང་བོད་ལ་ཡང་བ་འཁོད་འགྲོ་ཡང་དེ་བེད་སྤྱད་གཏོང་གི་འདུག་བ་ད་དེ་སྔ་མོ་ནས་རེད་ལོ་ལྗགས་གཉིས་ལྗགས་ནས་ད་ད་ད། ཨ་ནི། ད་ང་ཚོས་ཤོ་ཕང་ཕན་ཟེར་གི་རེད། རྒྱ་གི་པྱན་ཕོ་ཟེར་གི་འདུག་ཨ། རྒྱ་ཡུལ་ལ་དེ། རྒྱ་གི་ལོ་སྟོང་ཕྲག་མང་པོ་འཕོངས་བསྡད་ཟིག་གི་གྱིས་ཁོ་རང་ཚོ་གི་སྲོལ་རྒྱུན་ཡིན་ཟེར་དུས་ཨ་ནི་བད་ག་ད་དེ་ཚོ་སྤྱི་ཚོགས་འཕེལ་རྒྱས་དང་མི་འཚམ་གྲོང་ཁྱེར་ཆེན་པོ་ནང་ལ་དེ་ཕང་པ་ཡིན་ན། འབག་བཙོག་བྱས་དུག་རྫས་མང་པོ་འཁྲིད་ནས་བྱས་ཨ་ནི། འབག་འགས་བྱུང་ན་མི་ལ་གནོད་པ་བྱེད་གི་འདུག་ཨ།

ཕན་ཚུན་གོ་བསྡུར་གྱིས་བཤད་ན། རྒྱ་ཡུལ་ལ་གད་སྙིགས་ཕྱག་འཚལ་བར་གྱི་ཟས་དེ་བོད་ལ་སྐུར་འགྲོ་ཟ། རྒྱ་ཡུལ་ལ་གད་སྙིགས་ཕྱག་འཚལ་བར་གྱི་རིག་གནས་དེ་བོད་ལ་ཡར་སྐུར་འགྲོ་བོད་ཆས་གཏོང་གི་འདུག་ཨ། འོ་དེ་ཙམ་མ་བྱས་པར་བལྟས་ཚེ་ཕར་ཚུར་ཕུར་ཚུར་བསམ་བློ་ཅིག་གཏོང་དགོས་ས་རེད། མི་རིགས་གཞན་དག་ལས་སློབ་སྦྱོང་བྱེད་མ་ཐུབ་ན་ལ་རྒྱ་གི་ལས་ཀ་ལས་གཏོང་བྱེད་བསམ་བློ་གཏོང་གཏོང་བྱེད་དེ་ཚོ་ལ་བལྟས་ཚེ་སྦྱོང་རྒྱུ་ཡིན་ན་མི་རེད་པ། བྱ་བ་ཐམས་ཅད་ལད་མོ་ཡིན་ལད་མོའི་ནང་ནས་གོང་ཁེ་ཡིན་ཟེར་གི་རེད་མ་གཏོགས

ཨེ་ནི་ལུས་དེ་སེམས་ཅན་ཡོང་པའི་ཆེད་དུ་ད་ང་རང་སྨན་དང་ཐབས་སྦྱོར་གྱི་བེད་མེད་ཅིག་སྦྱོང་པ་ར་དེ་ཡིན་པའི་དབང་གིས། ཟ་བཏུང་གི་སྐོར་ལས་བཟའ་ཟ་གྱི་ནོར། བོད་ཀྱི་གསོ་བ་རིག་པ་གི་ནོར་ལས། བཟའ་བཏུང་གི་ཨེ་ནི་བདེ་ཐང་བཙུན་ཆོག་བྱེད་ཡ་སྐོར་ལ་མང་པོ་ཅིག་གསུངས་ཡོད་བ་རེད་དེ་ང་ཚོ་ལང་ལེན་བྱེད་ཀྱི་ཡོད་བ་མ་རེད། ལྷག་པར་ཅན་དུ་ཆང་འཐུང་དང་ཆང་བཏུང་དང་བསྡུ་བ་དེ་མ་བྱེད། ཆང་སྤེ་ཚེ་གང་དྲ་ཐོ་རེ་འཐུང་ན་འགྲིག་གི་རེད་འཐུང་ན་ཡག་པོ་བོ་དེ་སར་འཐུང།